པའི་ཁམས་སངས་ཐབས་དེ་སླར་ཡང་ངས་བརྙན་ཐུང་བྱེད་བཟོ་གི་ཡོད། ལྷན་གྱི་རྣམ་པ་ཚོ་གི་སྐད་མཚན་རེད། མི་གཉིས་ཀྱི་བགྲོ་གླེང་བྱེད་ཀྱི་ཡོད་རེད། ཅིག་གསན་རོགས་གནང་སུ་ཞུ་ཡ་ཡིན་ལགས་སོ་འཚམས་འདྲི་ཡོད། ཡ། དྲོ་དྲོ་ཁོ་བོ་གཉིས་ལ་ངས་ད་ལྟ་དེ་བརྙན་ཐུང་དེ་འདོན་ཞིག་བཏང་བྱས་ཡོད། ད་འདི་ལ་ལན་ག་རེ་ཡོད་སུ་ཞུ་ཡ་ཡིན། ཨ་ནི་ཀོང་ཀོང་སྤེན་པ་ཟེར་ཡོད་ན་ཡང་ད་འཛམ་གླིང་འཛམ་བུ་གླིང་གི་སྡིངས་ཆ

ད་འདི་ག་ལ་བོད་པའི་བུ་གི་སྐུ་ངོ་སྤེན་པ་ཚེ་རིང་གི་ནི་དྲ་ཇག་གི་ཐོག་ནས་ཨ་ནེ་ཚོགས་འདུ་འཚོགས་ཞེས་པའི་སྐབས་ཀྱི་བརྙན་ཐུང་གཅིག་བཏགས་ཅན་དེ་ལ་བསམ་ཚུལ་ག་རེ་ཡོད་ལ་ཤག་ད་འདི

སྐད་ཆ་ག་རེ་གབ་ཏུ་གཤེགས་པ་ཡིན་ན་ཨ་ནེ་ད་ལྟ་ཁ་ན་ཏྲ་གི་གྲོས་ཚོགས་ཀྱི་འཐུས་མི་ཨ་ཁ་ས་ཨ་སི་བྷི་ནི་ཅིག་ས་ཁོ་རང་གི་མཚན་འདི་ལ་འོན་ཏེ་གི་ཨ་ནེ་དྲ་རྒྱ་གི་ཐོག་ནས་ཨ་ནེ་ཁ་ན་ཏྲ་ལ་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཨ་ནེ་དེ་དེ་གི་བོད་དོན་ཐོག་ལ་ཨ་ནེ་ལས་འགུལ་ག་འདྲ་ག་འདྲ་སྤེལ་དགོས་ཡོད་མེད་ཀྱི་དེ་འདྲའི་ཐོག་ལ་ཚོགས་འདུ་ཅིག་ཚོགས་པའི་སྐབས་ལ་ནི་གོང་བུ་དཔོན་པོ་ཚེ་རིང་གིས་གསུངས་བྱ་རྒྱུ་ཅིག་རེད། ད་ལྟའི་ཨ་སིབ་ལ་དེ་ཁ་ན་ཀྲ་གི་གྲོས་ཚོགས་ཀྱི་འཐུས་མི་རེད་ཁ་ན་ཀྲ་དང་དེ་མང་ཚོགས་ཀྱི་རྒྱལ་ཁབ་དེ་ཚོའི་གྲོས་ཚོགས་ཀྱི་འཐུས་མི་དེ་ཨ་ནི་ས་གནས་ཀྱི་མི་མང་གིས་གདམ་དགོས་རེད་བ། ས་གནས་ཀྱི་མི་མང་གིས་གདམ་དུས་ཀ་ནས་ཨ་ནི་གོང་བུ་དཔོན་པོ་ཚེ་རིང་གིས། ཨ་སིབ་དང་ཨ་ནི་ཁོ་རང་མིག་ཁོ་རང་གཉིས་བར་རུ་ལ་འབྲེལ་བ་ཅིག་ཡོད་པའི་རྒྱུ་མཚན་ཤེས་དགོས་རེད་འབྲེལ་བ་དེ་ག་འདྲའི་ཤེས་དགོས་ལ་ན་ད་མི་སུ་ཡིན་ན་ང་ཚོ་གི་རྒྱ་གར་རྒྱ་གར་དང་འདི་བར་ལ་གྲོས་ཚོགས་ཀྱི་འཐུས་མི་དེ་འདྲའི་ཐུ་བ་འགྲོ་ན་ལྡི་ལི་གི་འཐུས་མི་འདྲ་བོ་ཐུ་བ་ཡིན་ན་ནི་ང་ལྡི་ལི་ལ་བསྡད་ཀྱི་ཡོད་ལྡི་ལི་སོང་ན་ད་དུས་ཀྱང་ཁོ་སོ་སོ་དང་ཉེ་བོ་ཆགས་འགྲོ་དགོས་རེད་བ་སོ་སོ་དང་ཉེ་བོ་ཆགས་འདི་དུས་ཀྱང་ནི་འདི་ག་ལ་ནི་རེ་སྐུལ་ག་རེ་ཅིག་བཏོན་པ་ཡིན་ན་བཏོན་སྟངས་ཅིག་ཐབས་ཤེས་ཅིག་རེད་འདོད་རོགས། ང་ཚོ་ག་བ་ཡིན་ནམ་མི་གཅིག་མཉམ་པོ་འབྲེལ་བ་ཆ་མཐུན་པ་ནི་མི་དེ་གི་ས་གནས་ག་བ་ཡིན་མིན་ལུང་པ་གང་འོ་འདི་ལ་ང་འགྲོ་མྱོང་དང་འདི་ནང་ལོགས་ལ་ངའི་ནང་མི་འདི་འདི་འདི་གི་ཡོད་ལ་ཅིག་འབྲེལ་བ་ཅིག་བཟོས་གོ་ར་བ་འོ་འདི་རེད་ད་འདི་གྲོས་ཚོགས་ཀྱི་ཁ་ན་དྲ་གྲོས་ཚོགས་ཀྱི་འཐུས་མི་ཨ་ཧ་སི་ཨ་སི་བྷི་ཡིན་ན་ཨ་སི་བྷི་ཡིན་ན་ཅིག་ཟ་ཁོ་རང་གི་མཚན་དེ་ངས་ཡག་པོ་ཅིག་དྲན་པ་སུ་ཡང་མི་འདུག་ཁོ་རང་ལ་གར་གསུང་གོ་གར་ལ་གོ་རེ་གོང་དཔོན་པོ་ཚེ་རིང་གིས་ཨ་ནི་ཁྱེད་རང་ལ་རེ་དགོས་ཞིག་ཡོད་དེ་ཨ་ནི་ང་ཨ་ནི་བོད་ཀྱི་སྲིད་སྐྱོང་ཅིག་ཡིན་པ་མ་ཚད་ཨ་ནི་ངེད་ཀྱི་ནང་མི་དེ་ཚོ་ཨ་ནི་ཁྱེད་རང་གི་ཨ་ནི་ས་གནས་འདི་ལ་བསྡད་ཀྱི་ཡོད་པའི་རྒྱུ་མཚན་ཞིག་གོ་ལགས་སོ་དེ་པར་ཐུན་མོང་མ་ཡིན་པའི་འབྲེལ་བ་ཞིག་བཟོས་ཡོད་འགོ། འདི་ལ་ཡང་གོ་བ་ལོག་པ་ཅིག་རྒྱག་པའི་དོགས་ཟོན་སོགས་སྦྱེར་གྱི་ལས་ཀ་བྱེད་ཀྱི་འདུག་དེ་སྦྱེར་གྱི་ཐོག་ནས་བཀའ་མོལ་ཁྱོན་ནས་གནང་བ་མ་རེད། སྦྱེར་གྱི་འབྲེལ་བ་ཅིག་ཡོད་རུང་འདི་ཅི་ལ་སྤུན་གོ་རེད་དེ། ང་ཚོའི་གི་ད University འདི་འདྲའི Professor འདི་འདྲའི་ཅིག་ད་ང་ཚོ་ལེགས་སྦྱར་འདྲ་བོ་ཅིག་ཐད་ཀར་སླེབས་ཡོད་ན་ཨོ་ང University འདི་འདི་ནང་ལ་ངས་མ་བསླབས་རོགས་འདི་ནང་ཀློག་མྱོང་ངས་སྤུན་རྒྱག་འདི་ནང་ཀློག་གོ་རེད་དེ་འབྲེལ་བ་ཅིག་བཟོས་གོ་རེད་དེ། སོ་སོ་གིས་ག་རེ་གི་མགོ་འདོན་ག་རེ་སྟོན་གི་ཡིན་ན་འདི་ལ་རྒྱབ་རྩོད་ཡོང་ཡག་གི་ཆེད་དུ་བྲེལ་བ་ཅིག་བཟོས་དགོས་འདི་རེད། དེ་ལ་ཡང་གོ་བ་ལོག་པ་ཅིག་བརྒྱབ་ནས་བཏང་ཡོང་གི་འདུག་ད་བསམ་བློ་ལོག་པ་བཏང་མཁན་དེ་ཁོ་རང་ག་དུས་ཡིན་ན་ཁོ་ལོག་ཕྱོགས་ཁོ་རང་འགྲོ་འགྲོ་གི་འདུག་དེ་ག་ལ་བསམ་བློ་པོ་ཟེ་ཏིབ་ཆུན་བཏང་གི་མི་འདུག།
ཨོ། ཁེ་བ་མི་ལ་ད་ཁྱེད་རང་གི་དེ་ལ་ཡང་འགྲེལ་བཤད་མང་པོ་ཞིག་རྒྱག་བཞིན་འདུག། ད་དེ་ངས་དྲི་བ་བཏང་ཡ་དེ་དེ་མ་རེད། ཚོགས་འདུ་ཚོད་ལྟ་ཚོ་རེད་འདི་ག་རེ་བྱེད་རེད་འབྲེལ་བ་བཟོ་རེད་ཟེར་འབྲེལ་བ་བཟོ་ཡ་དེ་དཔེ་གལ་ཆེན་པོ་རེད་སྤྱི་དང་སྤྱི་སྤྱི་ཡོ་སྐུ་མགོན་སྤེན་པ་ཚེ་རིང་གིས་སྤྱི་ཚོགས་དྲ་རྒྱ་དེ་བེད་སྤྱོད་བྱེད་དགོས་སྤྱི་ཚོགས་དྲ་རྒྱ་ལ་ངོས་ལེན་བྱེད་ཀྱི་ཡོད་མ་རེད་བ། སྤྱི་ཚོགས་དྲ་རྒྱ་ལ་ངོས་ལེན་བྱེད་ཀྱི་ཡོད་མ་རེད་བ་ད་དང་པོ་འདི་རེད་བ། གཉིས་བ་འདི་ལ་ཡང་སྐུ་ངོ་སྤེན་པ་ཚེ་རིང་གིས་འདི་ནང་ལ་ཡང་ག་རེ་གསུང་གི་འདུག་རེད་བ། ཨ་ངའི་སྐྱི་སྨན་དང་ཕུ་གུ་བཟའ་ཟླ་བུ་གའི་བར་ཡོད་ངའི་བཟའ་ཟླ་དང་སྤུ་གུ་བུ་གའི་བར་ཡོད། ཨ་ང་ཡི་བར་ཡོད་ཀི། རེ་བ་ཡོད། ཨ་ནི། ང་མི་སེར་ཆགས་ཡག་གི་རེ་བ་ཡོད། རེ་བ། སྐད་ཆ་འདི་བཤད་དགོས་རེད། ཁོ་ཕི་གའི་མི་སེར་ཆགས་ཁག་འགྲོ་ཡག་གི་སྐད་ཆ་བཤད་གི་འདུག་བ་གཞུང་འབྲེལ་སྐད་ཆ་བཤད་གི་མི་འདུག་སོ་སོ་ཕི་གའི་ཁེ་ན་དྲ་ལ་ཕར་སླེ་ཡག་དང་སོ་སོ་ཕི་གའི་ལི་ཡག་ཁེ་ན་དྲ་ལི་གི་མི་སེར་ཆགས་ཡག་གི་སྐད་ཆ་བཤད་གི་འདུག་བ་འདི་ཤེས་པ་ཆེ་ངས་སྐད་ཆ་འདི་བཤད་དགོས་རེད་དོན་དག་འབྲེལ་བཤད་ག་རེ་ཡོད་ལ་དུས་ཁྱོད་ཚོ་གི་བཤད་དགོས་ཡག་དེ་བཤད་གི་མི་འདུག་བ་བཤད་མི་དགོས་ཡག་སྐྱང་སྐྱང་བཤད་བསྡད་གི་འདུག་བ། བོད་དོན་ཐོག་ལ་ཡང་སྐད་ཆ་བཤད་ཡག་དུས་ཚོད་གོ་སྐབས་ཡོད་པའི་སྐབས་ཚོ་དེ་ལ་ཡང། ཨ་ནི། སོ་སོ་བཟའ་ཚང་དང་སོ་སོ་མི་ཚེ་དང་སོ་སོ་སྤུ་གུ་དང། སོ་སོ་ཨ་ནི་ཁེ་ན་ཏྲག་གི་ཨ་ནི་མི་སེར་ཆགས་དང་མ་ཆགས། ག་དུས་ཆགས་ཡོད་དང་སོགས་ནི་སེམས་ཁྲལ་བྱེད་བསྡད་ཀྱི་འདུག། ངའི་ལག་འོག་རེད་ད་ལྟའི་འཛིན་སྐྱོང་འདི་ཚོ་ཚང་མ་གྱིས་སོ་སོ་སྦག་གུ་ལ་ཡང་ལྟ་བསྡད་ཉེན་རེད་འདུག། ཤན་པ་ཆེ་སྐད་ཆ། སྐད་ཆ་ཁ་ཡོད་ལག་ཡོད་དུ་གང་ཡོད་པ་དེ་མ་བྱེད་བཤད་དགོས་དགོས་རེད་ད། མ་གཏོགས་ཁྱེད་ཀྱིས་གཞུང་མི་གཅུན་གཅུན་མ་ཉེས་ཁ་ཡོག་བྱས་བསྡད་པ་ཡིན་ན་འགྲིག་གི་ཡོད་མ་རེད་དེ། གང་བཤད་པ་དེ་ལ་ཡར་བཤད་སོང་ཟེར་དེ་ཁ་ཆེ་ན་རྒྱུ་མཚན་ག་རེ་རེད་ཟེར་ནས་བཤད་ཀྱི་ཡོད་རེད། མ་རེད་ཟེར་ནས་དུས་ཚོད་རྗེས་འབྲང་པ་འགྲོ་གི་རེད་ལ་མ་ཡིན་ཁ་ཡོག་རོགས་བྱས་ཏེ་རོགས། ཨ་ནི་ཁྱེད་ཀྱི་ལྐོག་ཟ་རིགས་ཟུང་སྨན་ནི་ལྐོག་ཟ་རིགས་ཟུང་རེད་འདུག་ཟས་སོགས་པ་དེ་རྒྱ་ཨོ་རོམ་པ་ཅིག་གི་སྐུ་པགས་པགས་སྨན་ནི་སྐུ་པགས་པགས་མིན་འདུག་སྐུ་པགས་བྱ་འདུག་ཟས་སོགས་པ་དེ་འདྲའི་སྐད་ཆ་བཤད་ཀྱི་ཡོད་མ་ཐག་ང་ཚོ་གིས་ང་ཚོ་གི་ཁ་ཡོག་ལག་ཡོག་གཅུན་གཅུན་ཡང་དག་པ་དེ་བྱེད་ཀྱི་ཡོད་རེད། བོད་ཀྱི་རྩ་དོན་ཆེད་དུ་ལི་ཡ་སྐད་ཆ་བཤད་ཡག་གི་གོ་སྐབས་དེ་ལི་ཡ་ཨ་ནེ་སྐུ་ངོ་སྤེན་པ་ཚེ་རིང་གིས། སྐྱེས་མའི་སྤུ་གུ་དུག་ཡག་དང་ཁོ་རང་ཕི་གའི་མི་སེར་ཆགས་ཡག་གི་སྐད་ཆ་བཤད་བསྡད་ཀྱི་འདུག་ང་ག་དུས་མི་སེར་ག་དུས་ཆགས་ཀྱི་རེད་ཟེར་ན་སྐད་ཆ་བཤད་ཀྱི་འདུག་ཨོ་སྐད་ཆ་འདི་བཤད་གོ་རེད་ང་བརྙན་ཐུང་འདི་ཡང་བསྐྱར་གྱི་བཏང་གི་ཡིན་འདི་བཏང་ཆོག་རྗེས་སུ་ཞུ་ཡ་ཡིན་ད།